ད་རིང་སྤྱི་ཟླ་བཅུ་ཉེ་བའི་ཚེས་བཅུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉིན་མོ་ཞེས་བྱ་དེ་སྲུང་བརྩི་བྱེད་ཀྱི་ཡོད་རེད། དེ་ཉིན་མོ་དེ་ལ་ཡང་ཨ་ནི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཆེན་མོ་དགེ་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་དེ་གཏན་ལ་ཕབ་པ་རེད། སྤྱི་དང་བྱས་ན་སྒྲོན་མེ་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་འདི་བོད་པའི་གི་ཞི་བའི་འཐབ་རྩོད་ཀྱི་ལོ་རྒྱུས་ནང་ལ་ཡང་ཧ་ཅང་གི་གལ་ཆེན་པོ་ཆགས་ཡི་འདུག་གང་ཡིན་ཟེར་ན་ཨ་ནི་སྙེ་མ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་བརྒྱད་ལོ་ལ་ཡང་ཨ་ནི་འབྲས་སྤུངས་དགོན་པ་ནི་ཡིན་པའི་དགེ་འདུན་པ་བཅུ་ཆེ་རུ་ཁག་གཅིག་ཅིག་གིས་བོད་ཀྱི་གེ་སར་ལྷ་ས་ཀྱི་གྲོང་ཁྱེར་ལ་ཡང་ཨ་ནི་ཁོ་རང་ཚོས་ཀྱི་སྒྲོན་མེ་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་འདི་བུའི་ནང་ལོ་ལ་ཡང་དཔར་སྐྲུན་འགྲེམས་སྤེལ་བྱས་རྗེས་ཨ་ནི་ཞི་བའི་ངོ་སྐལ་ཆེན་པོ་ཞིག་ཏུ་བྱུང་བ་རེད། དེ་བྱུང་བའི་རྗེས་ལ་ཨ་ནི་རྒྱ་ནག་གཞུང་གིས་ཁོ་རང་ཚོ་ལ་ཡང་ནག་ཉེས་ཆེན་པོ་དེ་འདྲ་གཡོག་བྱས་ཨ་ནི་དགེ་འདུན་པ་བཅུ་ཁོ་རང་ཚང་མ་ལོ་ལ་ཡང་ཨ་ནི་ལོ་ལྔ་ནས་ལོ་བཅུ་དགུ་བར་དུ་དུ་ཁྲིམས་ཆད་བཙོན་འཇུག་ཏུ་ཕྱིན་པ་རེད། དགེ་འདུན་པ་ཁོ་རང་ཚོ་ནང་ནས་ཨ་ནི་དགེ་འདུན་པ་འཇམ་དཔལ་མཁས་གྲུབ་ལ་བྱ་བཞག་ན་ཁོ་རང་ལོ་བཅུ་དགུ་གི་འདུ་ཁྲིམས་ཐག་ཏུ་བཅད་པ་རེད། ཁྲིམས་ཐག་བཅད་ཚར་བའི་རྗེས་ནས་ཁོ་རང་ཡང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་སྤྱི་ཟླ་བདུན་པའི་ནང་ལོ་ལ་ཡང་བཙོན་ཁང་ནང་ལོ་ལ་མནར་གཅོད་གཅར་རྡུང་རྐྱེན་གྱིས་ཁོ་རང་འདས་གྲོངས་དུ་ཕྱིན་བཞག། དེའི་ཆུང་མ་ནས་ཇི་ལྟར་ད་ལྟ་བོད་དུ་ལོ་ངོ་ཉིས་རྩ་དགུ་ཟུར་འཇུག་གི་འདུག་ལོ་ངོ་ཉིས་རྩ་དགུ་གི་དུས་དྲན་འདི་ལ་ཡང་ང་རང་ཚོའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བརྟན་ལྷིང་གང་གི་ངོས་ནས་དགེ་འདུན་པ་ཁོ་རང་ཚོ་དང། ཁོ་རང་ཙམ་མ་ཡིན་པར་ཨ་ནི་བོད་ནང་ཡོད་པའི་བོད་མི་མང་པོ་ཞིག་གིས་ད་འགྲོ་བ་མིའི་ཐོབ་ཐང་དང་རང་དབང་དང་རང་ཐག་རང་གཅོད་ཀྱི་སྒང་ལ་ཨ་ནི་ལུས་སྲོག་ལོངས་སྤྱོད་བསྡུ་མང་པོ་ཞིག་བཏང་ཡོད་རེད། དེའི་གི་ཆེ་བསྟོད་ལ་ཨ་ནི་ང་རང་ཚོའི་གི་ལས་ཁུངས་ཀྱི་ངོས་ནས་ཨ་ནི་མི་མང་ཚོ་ལ་ཡང་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་ཟེར་ར་འདི་ག་ལ་ཨ་ནི་གོ་ལྡོག་གི་ལས་གུ་ཞིག་ཏུ་སྤེལ་གྱི་ཡོད། གཤམ་ལ་ཡང་ཨ་ནི་བོད་མི་སྐྱ་བོ་དང་སེར་བོ་རྒན་བཀོག་དང་གཞོན་ཤོས་ཨ་ནི་ཁོ་རང་ཚོའི་གི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་ཟེར་ར་འདི་བོད་ཡུལ་ནང་ལ་ཡང་དུ་སྒྲོག་སྦྱང་བྱེད་ཀྱི་རེད།
མི་ཚང་མར་སེར་སྣའི་དང་རང་དབང་བདེ་འཇགས་བཅས་ཀྱི་ཐོབ་ཐང་ཡོད། མི་སུ་ལའང་མི་གཞན་བྲན་གཡོག་ཏུ་འཁུར་བའི་ཐོབ་ཐང་མེད། མི་སུ་ལ་ཡང་གཞན་ལ་མནར་གཅོད་བཏང་བའི་ཐོབ་ཐང་མེད། ཡུལ་ལུང་གང་དུའང་ཁྱེད་རང་ཁྲིམས་ཀྱི་མདུན་སར་མི་ཞིག་ཡིན་པའི་ངོས་འཛིན་ཡོང་བའི་ཐོབ་ཐང་ཡོད། མི་ཚང་མ་ཁྲིམས་ཀྱི་མདུན་དུ་འདྲ་མཉམ་ཡིན་ལ་ཁྲིམས་ཀྱི་མདུན་དུ་འདྲ་མཉམ་གྱི་སྲུང་སྐྱོབ་ཡང་ཡོད། མི་ཞིག་གི་ཐོབ་ཐང་རྡོལ་རོལ་བཏང་ཚེ་དེ་ཁྲིམས་ལ་གཏུགས་པའི་ཐོབ་ཐང་ཡོད། མི་སུ་ལ་ཡང་ནོན་འཁྲུལ་མེད་པར་རང་དགར་མི་ཞིག་བཙོན་འཇུག་བྱེད་པའམ་བཙན་ཤེད་ཀྱིས་ཡུལ་གཞན་ལ་མཐར་སྐྲོད་བྱེད་པའི་ཐོབ་ཐང་མེད། མི་ཚང་མར་དྲང་བདེན་དང་ཡོངས་གྲགས་ཀྱིས་ཁྲིམས་བཤེར་བྱེད་པའི་ཐོབ་ཐང་ཡོད། ནག་ཉེས་ར་སྤྲོད་ཁུངས་ཐུབ་མ་བྱུང་བར་ཁྲིམས་ཀྱི་ངལ་བ་ཕོག་གི་མེད། མི་ཚང་མར་སྒེར་གྱི་བདག་དབང་སྲུང་སྐྱོབ་བྱེད་པའི་ཐོབ་ཐང་ཡོད། མི་སུ་ལ་ཡང་གཞན་གྱི་མིང་དང་བཟའ་མི། ཁྱིམ་ཚང། འབྲེལ་བ་གཅོད་པའི་བརྒྱུད་ལམ་སོགས་ལ་བར་ཆད་གཏོང་བའི་ཐོབ་ཐང་མེད། མི་ཚང་མ་རང་གི་འདོད་མོས་ལྟར་འགྲུལ་ཞུགས་བྱེད་པའི་ཐོབ་ཐང་ཡོད། མི་སུ་ལ་ཡིན་ཡང་རང་གི་གནས་ཡུལ་དུ་དུག་ཚོད་མེད་པའི་གནས་ཚུལ་བྱུང་ཚེ་ཡུལ་ཤིན་ཏུ་སྐྱབས་བཅོལ་དུ་འགྲོ་བའི་ཐོབ་ཐང་ཡོད། མི་ཚང་མར་རྒྱལ་ཁབ་གང་རུང་ཞིག་གི་མི་སེར་བཟོ་བའི་ཐོབ་ཐང་ཡོད། མི་ཚང་མ་སོ་སོའི་གཉེན་སྒྲིག་དང་ཁྱིམ་ཚང་སྐྱོང་བའི་ཐོབ་ཐང་ཡོད། མི་ཚང་མ་རྒྱུ་ནོར་བདག་གིས་བརྩིས་པའི་ཐོབ་ཐང་ཡོད། མི་ཚང་མ་རང་ཉིད་ཆོས་ལུགས་གང་འདྲ་ཞིག་དོན་མེད་བྱེད་ཆོག་པའི་ཐོབ་ཐང་ཡོད། མི་ཚང་མ་བསམ་བློའི་རང་དབང་དང་གཞན་ལ་རང་གི་བསམ་ཚུལ་བརྗོད་པའི་ཐོབ་ཐང་ཡོད། མི་ཚང་མས་ཞི་བའི་ངང་འདུ་འཛོམས་བྱེད་པའི་ཐོབ་ཐང་ཡོད། མི་ཚང་མ་ཐད་ཀར་རམ་ཡང་ན་རང་གི་འཐུས་མི་འདེམས་བསྐོང་བྱེད་པའི་ལམ་ནས་རང་གི་རྒྱལ་ཁབ་འཛིན་སྐྱོང་བྱེད་པའི་ཐོབ་ཐང་ཡོད། མི་ཚང་མས་དཔལ་འབྱོར་དང་སྤྱི་ཚོགས། རིག་གཞུང་བཅས་ཀྱི་ཐད་སྲིད་སྐྱོང་གིས་རོགས་སྐྱོར་བྱ་དགོས་པའི། མི་ཚང་མའི་སྤྱི་སོགས་བདེ་འཇགས་ཀྱི་ཐོབ་ཐང་ཡོད། མི་ཚང་མ་ལས་ཞུགས་བྱེད་པ་དང་འོས་འཚམ་གྱི་གླ་ཆ་རག་པ། ཚོང་དོན་གྱི་ཚོགས་པ་ཞུགས་པ་སོགས་ཀྱི་ཐོབ་ཐང་ཡོད། མི་ཚང་མ་ལས་ཤོར་ངལ་གསོ་དང་གོང་སེལ་གྱི་ཐོབ་ཐང་ཡོད། མི་ཚང་མར་རང་ཉིད་དང་སོ་སོའི་ཁྱིམ་ཚང་གི་འཚོ་བའི་ལོངས་སྤྱོད་ཚད་ལྡན་ཡོང་བའི་ཐོབ་ཐང་ཡོད། མི་ཚང་མར་ཤེས་ཡོན་སློབ་སྦྱོང་གི་ཐོབ་ཐང་ཡོད། སྒྱུ་རྩལ་བའམ་ཚན་རིག་པ་ལྟ་བུའི་གཏམ་བརྗོད་ཀྱི་གྲུབ་འབྲས་ལ་སྲུང་སྐྱོབ་བྱེད་པའི་ཐོབ་ཐང་ཡོད། མི་ཚང་མ་སྤྱི་ཚོགས་ཀྱི་སྒྲོམ་གཞིའི་ནང་ཡོད་སྟབས།